ལྟོ་འཕྱེ་ཀུན་སྣང་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་གནས་སུ་སངས་རྒྱས་མན་ཇི་ལ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་རྣམས་ལ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་སྤྱི་བབ་ཡོངས་ལ་གུས་པ་མོས་པ་ལྟར་ངོས་ནས་འཚམས་འདྲིའི་སྐུ་ཁམས་བཟང་ཞུ་ཡ་ཡིན། དེ་ནི་དེ་རིང་འདའི་བཅར་དགོས་ཡ་དེ། དེ་ནི། གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་བཀའ་ཆོས་ཀྱི་སྐབས་ལ་གོང་ས་མཆོག་སྐུ་ཁམས་གསལ་ཐང་དང་སྐུ་ཚེ་ཡུན་དུ་བརྟན་པའི་ཆེད་དུ་ཏཱ་ར་སུ་རིའི་སྨན་ཁང་གི་ངོས་ནས་སྨན་སྦྱིན་གྱི་ལས་གཞི་ཅིག་དབུ་འཛུགས་ཞུས་པ་རེད། དེའི་སྐབས་ལ། དེ་ནི། རྒྱ་ཆེའི། ཕྱོགས་གང་སར་བཞུགས་པའི་བོད་ཀྱི་གསོ་བ་རིག་པ་ལ་ལ་ཞེན་དང། དབུལ་ཞིང་ཕོངས་པའི་འགྲོ་བ་ནད་མནར་ཚོ་ལ་བྱམས་དང་སྙིང་རྗེ་ཡོད་མཁན་མང་པོ་གཅིག་གིས་ཞལ་འདེབས་རྒྱབ་སྐྱོར། ལྷག་པར་དུ་སྨན་རྩིས་ཁང་ནས་ཐོན་པའི་ང་རང་ཚོ་སྨན་པ་ཟུར་པ་བགྲེས་པ་ཞིག་གིས་རྒྱབ་སྐྱོར་ཞེ་དྲག་གནང་སོང། ཐོག་མར་གུས་པས་དེ་ནས་དངོས་ཤུགས་བརྒྱུད་གསུམ་དུ་ཏཱ་ར་སུ་རིའི་སྨན་ཁང་དང་གུས་པ་སྨན་པ་ཏཱ་ར་ལ་རྒྱབ་སྐྱོར་གནང་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུ་འདོད་བྱུང་སོང། ད་རྣམ་པ་ཚོ་ལ་ཡིན་ནའི་གུས་པས་ད་རེས་གཏམ་བཟང་གཅིག་ཞུ་ཡ་ཡོད། གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་སྐུ་ཁམས་གསལ་ཐང་དང་བཀོད་ཚེ་ཡུན་དུ་བརྟན་པའི་སྨན་སྦྱིན་གྱི་ལས་གཞི་འདི་ཉི་མ་བཅུ་ཆ་ཚང་ལེགས་གྲུབ་བྱུང་བའི་ཞུ་སྐུ་ལ་འཕགས་མཆོག་ཕྱག་ན་པའི་མོས། སྙན་སྒྲོན་ཞུ་ཡག་ཅིག་རག་སོང་ཨ། ཨ་ཅོག་ཕྱག་ན་བེ་མོའི་སྙན་དུ་སྙན་སྒྲོན་ཞུ་ཡག་གི་གོ་སྐབས་ཅིག་རག་སོང་དེའི་སྐབས་ལ་སྙན་སྒྲོན་ཞུ་དུས་ཙང་ནས་འདི་ནི། ཐུགས་སྐྱིད་པོ་ཞི་དྲག་གནང་སོང། ཡག་པོ་ཞི་དྲག་རེད་ཅེས་སོང་ཡིད་རང་ཡོད། མུ་མཐུད་ནས་བྱེད་ཤོག་ཨ་སོང་སོང་དེ་འདྲ་སོང་ཙང་ནི་གུས་པ་ང་རང་ཡིན་ནས། དེའི་སྐབས་ལ་དངོས་གནས་ཀྱི་སེམས་ཤུགས་འཕར་མ་ཅིག་དང་སེམས་ལ་སློབ་གསོ་གསར་པ་ཅིག་དམིགས་བསལ་གྱི་ཐེབས་སོང་ནུས་པ་གསར་པ་ཅིག་སླེབས་སོང་བསམ་པའི་དེ་འདྲའི་གི་ཚོར་སྣང་བྱུང་སོང་དེ་འདྲ་སོང་ཙང་དེ་སྔ་གུས་པས་ཞུས་པ་ནང་བཞིན། ད་ལོ་གི་ཨེ་ནི་མིང་ཅན་གྱི་ལས་གཞི་འདི་ཚ་ཚོགས་པོ་ཅིག་དང་ཡག་པོ་ཅིག་བྱུང་བ་ཡིན་ན། མ་འོངས་པ་ལ་མུ་མཐུད་འདི་ལྟ་བུའི་ཉིན་མོ་གསུམ་པ་ལ་རེ་ད་འཚང་ཁ། མ་སྟེ་ཡག་དེ་ཆགས་བཞིན་ཡོད་ཞུས་པ་ནང་བཞིན། ད་ལོ་ནས་བཟུང་ནི་ཏཱ་ར་སུ་རི་སྨན་ཁང་གི་གོང་ས་མཆོག་གི་བཀའ་ཆོས་ག་པ་ཡོད་གནས་རེད་ཨེ་ནི། ད་ག་ནང་བཞིན་ཨེ་ནི་ཅིག་ས་ཆ་ཁུག་ཀྱོག་ཡང་མེད་ན་ཨེ་ནི་ཅིག་ནུབ་ཕྱོགས་རྒྱལ་ཁབ་ལ་སོང་པ་ལ་ག་པ་ལ། གཅིག་སྨན་སྐོར་དང་སྨན་སྦྱིན་ཕུལ་དགོས་ཡོད་པ་ཡིན་ནས། འོ་དེ་འདྲའི་གི་འཆར་གཞི་ཅིག་སྒྲིག་དགོས་ཀྱི་ཡོད་དེ་འདྲ་སོང་ཙང་འདི་ལ་འཆར་གཞི་འདི་ལ་རྣམ་པ་ཚོའི་རྒྱབ་སྐྱོར་དེ་མེད་དུ་མི་རུང་བ་རེད་ཤག་དེ་འདྲ་སོང་ཙང་རྣམ་པ་ཚོས་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཟེར་བ་དེ་གཅིག་ཞུ་འདོད་བྱུང་སོང། ཨེ་ནི། ད་ད་ལོ་འདི་ནས་ཡང་ཐོག་མར་ཡང་འགྲོ་དུས་ཉི་མ་གཅིག་ལ་ནད་པ་བརྒྱ་བཏང་ཐུབ་བའི་སེམས་ཤུགས་འདི་ནས་ཤིག་ཁྱི་ཡོད། ཡིན་ནས་ནད་པ་གཅིག་ལ་ཨེ་ནི་སྐར་མ། བཅུ་དང་སྐར་མ། མང་ན་ཉི་ཤུ། དེའི་མང་ན་སྐར་མ་ཆུ་ཚོད་ཕྱེད་ཀ་དེ་འདྲའི་བཏང་དགོས་དུས་ཙང་ནས་ནི་ཉི་མ་གཅིག་ལ་ནད་པ་བརྒྱ་བཏང་ཐུབ་ཡང་རྩ་བ་ར་ནི་མི་འདུག་ཡིན་ནས་ནི་གཅིག་སོ་སོའི་ངོས་ནས་གང་ཐུབ་ཅི་ཐུབ་བྱས་ནས་ཉི་མ་གཅིག་ལ་ནད་པ་ཉུང་ཤུན་ལྔ་བཅུ། མང་ན་བདུན་བཅུ་འོ་འདི་འདྲའི་བལྟས་པ་ཡིན། བལྟས་པའི་བརྒྱུད་རིམ་ནང་ལོགས་ལ་ནད་པ་ད་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བརྒྱད་ཅུ་གྱ་ལྔ་དང་བརྒྱ་ཆ་དགུ་བཅུ་ལ་ཧང་སང་ཡག་གི་ཕན་ཐོགས་མིག་མཐོང་ལག་ཟིན་རང་བྱུང་སོང།

དེ་ནས་ཞོགས་པའི་ཆུ་ཚོད་བཞི་པ་ནས་སྨན་ཁང་གི་འཁྲིས་ལ་བང་འགྲིན་དང་ཕེབས་ཡིན་གསུངས་བསྡད་ཀྱི་འདུག་ཁོ་ཚོ་ཁག་ཅིག་རོ། དེ་དུས་ངས་ཁེ་གདོང་ཅིག་ཕུལ་ཡིན་པ་དེའི་ཉིན་མོ་དེ་སྐྱབས་མགོན་རོམ་ཅེ་བི་ས་མཆོག་གཞན་དག་ཅིག་ལ་ཞབས་སོར་འཁོད་པའི་སྐབས་ཅིག་ལ་རེད། དེ་འདྲ་གསུངས་དང། ད་ནད་པ། དམིགས་བསལ་གྱི་ངའི་རྣམ་པ་ཚོ་ལ་ཞུ་དགོས་ཡ་དེ་ག་རེ་ཡིན་ཟེར་ན་དམིགས་བསལ་གྱི། ཏཱ་ར་སུ་རིའི་སྨན་ཁང་བཙུགས་ས་འདི་ལ་ཨེ་ནི། ཉིན་མ་གཅིག། ང་རང་ཚོ Cancer Society བོད་ཀྱི་འབྲས་ནད་ཚོགས་པ་གི Ambulance གི་ནང་ལོགས་ལ་ཨེ་ནི་ང་རང་ཚོ་ཅིག།

རྒྱ་རྩེ། གཏོང་ཕོད་བཅས་རྒྱབ་སྐྱོར་གནང་མཁན་ཡོངས་ལ་གུས་པའི་སྙིང་ཐག་པ་ནས་ཐོག་བརྩེ་ཆེ་ཞུ་ཡང་ཡིན། མུ་མཐུད་ང་ཚོས་རླབས་ཆེན་གྱི་བྱ་བ་འདི་དང་འདི་མཉམ་རུབ་ཀྱི་ཐོག་ནས་གོམ་པ་འདོན་སྤེལ་གནང་ཐུབ་པ་ཡིན་ན་མ་འོངས་པ་ལ་བོད་ཀྱི་གསོ་བ་རིག་པ་འདི་འཛམ་གླིང་གི་སྡིངས་ཆའི་སྒང་ལ་མ་ལེགས་ཐོག་སེམས་འཁྲལ་བ་རང་མི་འདུག་དེ་འདྲ་སོང་ཙང་འདི་ཐུགས་ལ་བཞག་རོགས་གནང། དེ་ནི་མཐའ་དོན་གོང་ས་མཆོག་སྐུ་ཁམས་གསལ་ཐང་དང། གཞི་གཅིག་མཉམ་འཛོམས་སྐྱོང་ནུས་མྱུར་དུ་ཡོང་ཡག་དང་གོང་ས་མཆོག་སྐུ་ཚེ་ཁྲི་དྲག་པ་དུ་བརྟན་པའི་སྨོན་འདུན་ཞུ་གི་ཡོད། ཐུགས་རྗེ་ཆེ།